རྣམ་པ་ལན་བརྒྱ་ཙམ་མ་ལོག་ལ་ཡར་མཚམས་དཀྲིགས་དཀྲིགས་སུ་ལས་བྱེད་འདི་ཞུ་ཡས་ཡིན། ད་རིང་ཉིས་སྟོང་ཉིས་རྩ་བཞི་ཟླ་བ་གསུམ་པའི་ཚེས་ཉི་ཤུ་ཚང་ཉིན་རེས་གཟའ་པ་སངས་ཀྱི་ཉིན་དེ་རེད། ད་རིང་གི་ལན་ཅིག་སེང་རོག་ནང་གི་ལེ་ཚན་འདིའི་ནང་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་བདུན་པའི་ལས་ཉིན་བཞི་པའི་ཐོག་བཀུར་འོས་སྤྱི་འཐུས་ཁག་ཅིག་གིས་དཔལ་ལྡན་སྲིད་སྐྱོང་མཆོག་ཕྱི་རྒྱལ་ཡུལ་གྲུ་ཁག་ལ་འཚམས་གཟིགས་ལ་ཕེབས་དུས་ལྷན་ཁང་ཆེན་པོ་ལྔ་སྟོང་པར་ཆགས་ཀྱི་ཡོད་པ་མ་ཟད་སྤྱི་ཚོགས་ཀྱི་འཆམ་མཐུན་ལ་གནོད་སྐྱོན་ཡོང་གི་ཡོད་པའི་གླེང་སློང་གནང་པར་བརྟེན་དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་དེ་དག་ལ་ལན་འདེབས་གསལ་བཤད་གནང་བ་ཞིག་གཤམ་ལ་གསན་གསན་ཡོང་བ་ཞུ། ཚེ་དཔག་ཕྱག་རྩེ་ཚོགས་ཆུང་གི་ཚོགས་དྲུང་ཧྲི་ཏི་དགེ་བཤེས་ཨ་ཀྲོང་རིན་ཆེན་བྱམས་བརྩེ་ལགས། སྦར་སིལ་སྐུ་ཚབ་དོན་གཅོད་ལས་ཁུངས་ཀྱི་རྒྱུན་གྲོན་ངལ་རྩོལ་བདམས་ཐོན་ཉེས་ཁྲལ་ནོར་ལ།

ཞེས་དེའི་མཁན་པོ་འཇམ་དཔལ་བསྟན་འཛིན་ལགས། ཧྥ་རན་སི་ཡང་ད་རྒྱུན་གྲོན་དེ་གཅིག་པ་ཡིན་པའི་ཆ་ནས། ད་ཧྥ་རན་སི་ལ་བསམ་བློ་བཏང་བ་ཡིན་ན་ཡང། ཡོ་རོབ་རྒྱལ་ཁབ་ནང་གི་རྒྱལ་ཁབ་ཨང་གཉིས་པ་ཆགས་བསྡད་ཡོད་རེད། དེའང་ནང་བཞིན་ང་རང་ཚོ་བོད་མི་རིགས་ཀྱི་འདུས་སྡོད་ཀྱི་ཆ་ནས་བསམ་བློ་བཏང་བ་ན་དཔེ་གྲངས་ཀ་མང་པོ་ཞིག་རེད་འདོད།

ཉམས་ཞིབ་བྱེད་པའི་སྐབས་ལ་རྒྱུས་ལོན་བྱེད་པའི་སྐབས་ལ་ཅིག་སེམས་འཚབ་འདྲ་ཡོང་གི་འདུག་དེ་ཡིན་དུས། ད་ཕྱོགས་གཅིག་གིས་ང་རང་ཚོ་རྒྱུན་སྤྲོད་འཛིན་མང་པོ་ཞིག་བྱེད་དགོས་དེ་ཡིན་ན་ཡང་ང་རང་ཚོ་ལ་ཡང་ད་ལྟ་འབྲེལ་མཐུད་ལས་ཁུངས་གཅིག་ཡོད་རེད། རྒྱུན་སྤྲོད་ཀྱི་ཆ་ནས་ཡང་ཅིག་ཆེན་པོ་འགྲོ་གི་མ་རེད་བསམ་གྱི་འདུག་འགྲོ་གྲོན་གྱི་ཆ་ནས་དེ་འདྲ་ཡིན་དུས་མ་འོངས་པ་ལ་ཡང། ད་ལྟ་སྒང་ནས་བྱས་པའི་ཆ་རྐྱེན་དེ་རིགས་ཀྱི་འོག་ནས་ཧྥ་རན་སི་ལ་སྐུ་ཚབ་དོན་གཅོད་ཅིག་བཙུགས་དགོས་དེ་བས་གལ་ཆེན་པོ་བརྗོད་འདུག་ཞེས

ད་ལྟ་བར་དུ་དོན་གཅོད་བཙུགས་དགོས་འདུག་གསུང་མཁན་དེ་ནི་གལ་མི་འདུག་ད་ཡིན་ནའི་དེའི་གནས་སྟངས་གཅིག་རེད་དེའི་གསུང་བབ་ཀྱི་ཐོག་ནས་གཅིག་ཡིན་དོ་བདག་སྤྱི་འཐུས་ལ་གསུང་ཡོད་ན་གསུང་ཡོད་པ་རེད་དེའི་གནས་སྟངས་ཁ་ཁ་རེད་ད་ལྟའི་ཆ་ལ France འབྲེལ་མཐུད་ལས་ཁུངས་དེ Belgium དོན་གཅོད་ལས་ཁུངས་ཀྱི་ཁྱབ་ཁོངས་བྱས་ནས France ལ་མི་མང་པོ་ཡོད་རེད་གསུང་གི་ཡོད་རེད་དེ་ངས་ཁ་ཚིག་སྙན་མང་ཁྱེད་ཞུས་ཟིན་པ་ཡིན France གྱི་གཞུང་གི་གྲོས་ཚོགས་འཐུས་མི་གྱི་ངོས་ནས་གཅིག་ཁྲི་བདུན་སྟོང་བརྒྱད་སྟོང་གསུང་གི་ཡོད་རེད་བཞིན་ནས་དེའི་ནང་ལོགས་ལ་བོད་རིགས་མ་ཡིན་པ་བོད་པའི་མིང་འཁྱོལ་བྱས་སྐྱབས་བཅོལ་ཞུ་མཁན་མང་པོ་གཅིག་ཚུད་བསྡད་ཀྱི་ཡོད་ས་རེད། བོད་རིགས་ཚོགས་པའི་ཚོགས་གཙོའི་གསུང་ཡ་དེ་སྟོང་དྲག་བཅུ་གཉིས་བཅུ་གསུམ་གསུང་གི་འདུག་དེ་ཡིན་ན་དེ་ལ་ཁུངས་གལ་མི་འདུག་ད་དོན་གཅོད་ལས་ཁུངས་ཀྱི་གསུང་ཡ་དེ་ད་ལྟ་འབྲེལ་སྡོད་ལས་དོན་གཅོད་འབྲེལ་སྡོད་ལས་ཁུངས་ཀྱི་གསུང་ཡ་དེ་འབྲེལ་སྡུད་པ་ཁོ་རང་མ་ཕེབས་ཀྱི་གོང་ལ་ལྔ་སྟོང་སུམ་བརྒྱ་ཟེར་བཞག་དེ་གང་ལ་ཁོ་རང་ཕེབས་ནས་ལོ་གཅིག་ནང་ལོགས་ལ་ལྔ་བརྒྱ་ཞེས་འཕར་སོང་ལྔ་སྟོང་བརྒྱད་བརྒྱ་ལྷག་ཟེར་རེད། ཐོ་མ་བརྒྱབ་ངེས་ད་དོན་གཅོད་ལས་ཁུངས་ལ་ཐོ་མ་བརྒྱབ་ངེས་ཧ་ཐོ་ན་ཉིས་སྟོང་ཡོད་སྲིད་གི་རེད་དེ་བྱས་པ་ཡིན་ན་ལོ་བརྒྱད་སྟོང་ལྷག་ཕྱིན་འགྲོ་ཡ་ཡོད་མ་རེད་ཨ་ནི་བི་ཀོས་སྤྱི་ལ་ཡ་རེ་རེ་རེ་རེ་ལ་དོན་གཅོད་ལས་ཁུངས་རེ་རེ་རེ་རྩོད་པ་ཡིན་ན་ང་ཚོ་ཨབ་སུ་ཁོ་ར་སྡོད་ཡ་ཡོད་མ་རེད་ད་ལྟ་ལས་བྱེད་གཉིས་ཡོད་རེད་བོད་མི་སྒྲིག་འཛུགས་ཀྱི་ཏང་བྱ་བ་སྤྱི་དང་ས་གནས་ཀྱི་ལས་བྱེད་ཅིག་ཡོད་ཡོད་པ་རེད་དེའི་ལྟ་རྟོག་དེ་གས་མ་འཐུས་པ་གས་མི་འདུག་དེ་འདྲས་གསུང་བ་ཡིན་ན་ཨ་ནི་ནིའུ་ཡོག་ལས་གཅིག་དང་ཀྲོ་རོན་ཀྲོ་ལས་གཅིག་ད་རེ་རེ་རེ་རྩུག་པའི་གནས་སྟངས་ཆགས་གི་རེད་བ། དེ་ཚོའི་གྲངས་ཀ་དེ་ད་ལྟ་ས་གནས་གཞན་པ་དང་མ་འདྲ་བས་ཀྱི། ཡོ་རོབ་ནང་ལོགས་ནས་མི་འབོར་ཆེ་ཤོས་ཀྱི་ཆགས་ཀྱི་ཡོད་རེད་དེ་ལ་དཔག་པའི་ཀྱི་ལས་ཁུངས་གཅིག་ད་ལྟ་ཡོད་ཡོད་པ་རེད་དེ་ཀྱི་འཐུས་པ་བྱེད་ཀྱི་ཡོད་བྱས་ནས། དེ་ཅིག་ཞུས་ན་བསམས། དོན་གཅོད་ལས་ཁུངས་མེད་པའི་རྒྱུ་མཚན་ལ་བལྟས་ནས་མི་མང་སེམས་ཤུགས་ཆགས་ཀྱི་ཡོད་པ་དེ་ཚོ་འཛིན་སྐྱོང་ངོས་ནས་གང་ཡང་ཤེས་མ་སོང་བྱས་ནས་དེ་ཞུས་ཡ་ཡིན།
ད་བེལ་ཇེམ་གྱི་ནང་ལ་ཉེ་སྔོན་ཟླ་བ་གཅིག་བརྩེ་གཟིགས་སྣང་ལ་བ་དན་སྲིད་སྐྱོང་མཆོག་ཕ་ར་ཕེབས་པའི་སྐབས་ཅིག་དང་བསྟུན་ནས་ཉོག་གླང་ཆེན་པོ་ཅིག་བྱུང་ཡོད་རེད་ད། དེ་ཡང་ནི་སྤྱི་ཚོགས་དྲ་ལམ་གྱི་སྒང་ལ་ཡང་བཀྲ་ལམ་ལམ་ང་རང་ཚོ་མཐོང་གི་ཡོད་རེད། ཁ་ཙང་དེ་རིང་ཡང་ཡང་ང་རང་ཚོའི་སྤྱི་ཚོགས་ལ་ཡང་དུམ་བུ་གཉིས་ཆགས་ནས་ད་སྐུ་རྩུབ་དོན་གཅོད་ལ་ཡང་ནི་དེའི་བརྒྱུད་རིམ་མང་པོ་ཅིག་དེ་ཚོའི་གཏུགས་ཚེ་སྒོ་ན་གར་ཟེར་དགོས་ན་གཡང་ཆེན་འགྲོ་ཕིས་ནས་བརྒྱུད་རིམ་ཅིག་འགྲོ་དགོས་ས་རེད་ད། ཡིན་ན་ཡང་དེའི་བརྒྱུད་རིམ་དེ། ཁ་སང་དེ་རང་གཙང་མ་ཆགས་ཡོད་རེད་ཡོད་མ་རེད། དེ་གསར་བོ་ཅིག་བྱེད་ཐུབ་ན་ཡག་པོ་འདུག། དེ་གཅིག་བཞེས་ཡ་ཡིན། དེ་ནས་ད། ང་ཚོས་བཞེས་ཡ་དེ་ང་རང་ཚོ་བོད་ཀྱི་མི་རིགས་ཀྱི་འཐབ་རྩོད་དང་བདེ་བ་སྡུག་བསྔལ་དེ་འཛམ་གླིང་རྒྱ་ཤེས་སྒང་ལ་སྤེལ་དགོས་ཀྱི་ཡོད་རེད། དེ་ངས་ཁ་སང་ཡིན་བཞིན། ཇི་སྲིད་བཀའ་བློན་དེ་ལས་དོན་གྱི་ཆ་ནས་གང་མང་མང་ཕེབས་དགོས་ཀྱི་འདུག་ཅེས་ངས་བཞེས་པ་རེད། དེ་ལ་བརྟེན་ནས་ཡང་ཆབ་སྲིད་ཀྱི་ཁ་ཕྱོགས་ཁྲོད་ཁ་ཞིག་གི་བརྒྱུད་ནས་བཀའ་བློན་སྲིད་སྐྱོང་མང་པོ་ཕེབས་དགོས་འདུག་ཟེར་ངས་དེ་ནས་སྐབས་ན་བཀའ་བློན་སྲིད་སྐྱོང་ཕེབས་དགོས་ཀྱི་མ་རེད་ཅེས་ཚིག་བཤད་བྱས་ཡོད་མ་རེད། ཡིན་ནའང་ཆབ་སྲིད་ཀྱི་གོ་རྟོགས་མེད་ནས་ཚོས་ཆབ་སྲིད་ཀྱི་བརྒྱུད་ནས་ལམ་སང་དེ་འདྲ་ཞིག་བྱས་འགྲོ་གི་འདུག་ཡིན་ན་ང་ཆབ་སྲིད་པ་མ་རེད། ང་རང་ཁ་རི་ཁ་ཐུག་གི་བོད་བསྟན་པ་ཆབ་སྲིད་ཀྱི་གནས་བབ་སྒང་ལ་ཕ་ཇི་བཞིན་མཁན་ཞིག་ཡིན་པའི་ཆ་ནས་དེ་བཞུགས་ཀྱི་ཡོད་རེད། དེ་ཡང་སེམས་འཚབ་ཅིག་གི་སྒོ་ནས་བཞུགས་ཀྱི་ཡོད། བཀའ་དྲུང་སྲིད་སྐྱོང་ཕེབས་མ་དགོས་ན་ཡག་པོ་འདུག། གར་ཟེར་ན། བཀའ་དྲུང་ཡིག་ཚང་བཙུགས་པའི་ལྷན་ཁང་ཆེན་པོ་ལྔ་དེ་སྟོང་པ་ཆགས་འགྲོ་གི་ཡོད་རེད། དེ་འདི་ངས་སེམས་འཚབ་ཅིག་ཡོང་ནས་བཞུགས་དགོས་རེད་མ་གཏོགས། བཀའ་དྲུང་སྲིད་སྐྱོང་ཆུ། ང་རང་ཚོ་བཙན་བྱོལ་བོད་མིའི་དབུ་ཁྲིད་མ་རེད་ལབ་ཀྱི་ཡོད་མ་རེད་ཆབ་སྲིད་སྐུ་དབུ་ཚུད་མ་རེད་ནམ་ཡང་ནམ་གང་ཡང་བཞུགས་ཀྱི་ཡོད་མ་རེད། ཡིན་ན་ཡང་དེ་ལ་ཅིག་སེམས་འཚབ་པྲ་ཞིག་བྱས་ནས་ང་རང་ཚོ་མཚམས་མཚམས་ལ་རྒྱབ་སྐྱོར་བྱེད་མཁན་གྱི་བྱེད་མ་ཤེས་ན་དེ་ལས་སྡུག་རུ་འགྲོ་ང་ཚོ་དཔེ་གཅིག་ཡོད་རེད་ངུ་མ་ཤེས་ན་གད་མོ་བགད་གད་མོ་བགད་མ་ཤེས་ན་ངུ་གི་ཡོད་ན་འདྲ་ཆགས་རེད་ཟེར་དཔེ་གཅིག་ཡོད་རེད་འོ་དེ་འདྲ་མི་ཆགས་ནས་ཉེན་ཁ་མི་འདུག་དེ་ཡིན་དེ་ད་ང་ཚོ་བག་ཕེབས་པའི་ནས་སྐབས་ན་ཡང་ད་ལྟ་དེ་རིང་ང་རང་ཚོ་ལས་རིམ་གྱི་ནང་ལྟ་ཡོང་ན་ང་ཚོ་ཕྱི་སར་ནང་སར་མཁྱེན་གི་ཡོད་རེད་ག་རེ་ཟེར་ན། དོན་ཆུང་ཁག་གི་ལས་རིམ་དང་འབྲེལ་ཡོང་སྟེ་བ་དན་ཆུ་ཚིལ་ལས་ཁུངས་ཆུ་ཚིལ་བཀའ་བློན་དང་བ་དན་སྲིད་སྐྱོང་གཉིས་ཀྱི་ག་གཟུགས་སྐོར་རྟོགས་དེ་སྤེལ་ག་ག་ཆགས་དུ་ཡོད། དེས་ག་རེ་བྱས་ཏེ་འབྲེལ་བ་ཡོད་མེད་ཀྱི་ཆ་ནས་ཆགས་ཀྱི་ཡོད་རེད་མ་གཏོགས་གཞན་པ་མ་རེད། དེས་འདི་ཆུ་ཚིལ་བཀའ་བློན་འདིས་གང་མང་མང་ཕེབས་དགོས་དེ་ལས་དོན་གྱི་ཆ་ནས། དེ་བྱེད་ཀྱི་ཡོད་རེད་འོ་དེ་ང་རང་ཚོ་ག་དུས་ཡིན་ན་ཤུགས་རྒྱབ་དགོས་ཡག་གི་གནད་དོན་གཅིག་རེད། ལའང། མཁན་པོ་བཀའ་དྲང་ངོ་སྤྲོད་ཟེར་རྣམས་ལ།

བ་མོས་གནང་དང་གནང་བཞིན་པ་རེད་ཁོ་ག་འདྲ་ཅིག་མཐའ་མཇུག་བབ་ཀྱི་ཡོད་པ་ཡིན་ནས་དེ་གཞི་བཟུང་བྱེད་འདྲའི་རེད། འདི་སྲིད་སྐྱོང་གི་བཟོས་ཞབས་མེད་ད། བོད་པའི་བོད་རིགས་ཚོགས་པ་ཚོ་གི་རྒྱུ་མཚན་ག་རེ་གསུང་གི་ཡོད་པ་ཡིན་ནས་འདི་སྲིད་སྐྱོང་འབྲེལ་བ་གང་ཡང་མེད། འཛིན་སྐྱོང་བཀའ་ཤག་འབྲེལ་བ་གང་ཡང་མེད། གསར་འགོད་བརྒྱུད་ལམ་ལས་གསལ་པོ་བཞིན་ཞུས་ཟིན་པ་ཡིན། ལངས་ཕྱོགས་དེ་བརྟན་པོ་ཡིན། འདི་ལ་འགྱུར་བ་གང་ཡང་མེད། དེ་བཀའ་ཤག་གི་ནོར་འཁྲུལ་མེད་པ་ཅི་ལ་ཡ་བཀའ་ཤག་ལ་ནོར་འཁྲུལ་ཚུགས་ཆེ་དེ་བྱས་ཡོང་པ་ཡིན་ན་ཁོ་ད་ལྟ་བསྡད་ཡོད་མ་རེད་དེ་ཡིན་དུས་བསམ་པ་དེ་འདྲས་ཀྱི་གནས་སྟངས་ཅིག་རེད་མ་གཏོགས་ཅིག་གི་གཞན་པ་གང་ཡང་མ་རེད་ད་ད་ལྟ་སྦེལ་ཇི་ཡམ་གྱི་རྙོག་གླེང་གསུང་གི་འདུག་རྙོག་གླེང་གཞན་པ་དེ་འདྲས་ཆགས་ཡོད་ན་ནི་གང་ཞིག་ཨ་ཁ་ཆེན་སྤྱི་ཟླ་དང་པོའི་ཟླ་མཇུག་གཉིས་པའི་ཟླ་མགོ་ལ་ཤར་ཡོ་རོབ་ལ་ཕྱིན་པ་རེད་ཤར་ཡོ་རོབ་རྒྱལ་ཁབ་གསུམ་དང་ཧྥིན་ལན་རྒྱལ་ཁབ་བཞི།

ངས་དོན་གཅོད་ལ་ག་རེ་སྐད་ཆ་དྲིས་པ་ཡིན་ཟེར་ན། གཞོན་སྐྱེས་ཚོགས་འདུ་འདི་གཞོན་སྐྱེས་ཚོགས་འདུ་རེད་གཞོན་སྐྱེས་རང་ཟུར་དུ་ཚོགས་བྱས་དེ་ཡས་ཚོགས་ཁང་ཕྱིར་བརླག་དགོས་ཀྱི་ཡོད་རེད་འགྲོ་གྲོན་འགྲོ་གི་ཡོད་རེད་དེ་བོད་རིགས་ཚོགས་པར་གོ་སྒྲིག་ཞུ་གི་ཡོད་རེད་ས་ཆ་ག་བ་ཕྱིན་པ་ཡིན་ན་བོད་རིགས་ཚོགས་པས་གོ་སྒྲིག་ཞུ་གི་ཡོད་རེད་དོན་གཅོད་ལས་ཁུངས་དང་འབྲེལ་བ་བྱས་རྗེས། སྦེལ་ཇམ་ལ་ཡིན་པ་ཡིན་ནས་བོད་རིགས་ཚོགས་པས་གོ་སྒྲིག་ཞུས་པ་རེད། ད་ཡིན་ནས་ངས་ག་རེ་ཞུས་པ་ཡིན་ཟེར་ན། དཔེར་ན། ནིའུ་ཡོག་དང་ཏོ་རོན་ཏོ་དང་དེ་བ་ས་ཆ་ཆེ་ཁག་དེ་བ་འགྲོ་པའི་སྐབས་ལ་ཁོ་ཚོས་གི་ག་ལ་བྲིས་ན་ཞེས་དེ་འདྲའི་གོ་སྒྲིག་ཞུ་གི་འདུག། བྲིས་ནོད་གསོལ་ཚིགས་གཏང་ཡང་དེ་འདྲའི་གཏང་བྱས་འདི་ཡོང་འབབ་དེ་ཨ་ནི་བོད་རིགས་སྤྱི་མཐུན་ཚོགས་པ་ལ་ཕན་པ་བྱས་བྱས་འགྲོ་སོང་གཏང་གི་ཡོད་རེད། དེ་འདྲའི་སྐབས་ལ་ཨ་ནི་ཁོ་ཚོས་ཀྱི་གསོལ་སྟོན་བཤམས་པའི་སྐབས་ལ་གོང་ག་ཚོད་རྒྱག་དགོས་ཡོད་ནས་གོ་སྒྲིག་ཞུ་མཁན་ཚོས་ཀྱི་ད་གང་ལྟར་མཐོ་ས་མཐོ་སར་འགྲོ་ལ་ལྔ་བརྒྱ་པ་ར་གཅིག་ལ་འགྲོ་ལ་བདུན་བརྒྱ་བརྒྱད་བརྒྱ་བརྒྱད་བརྒྱ་དེ་འདྲའི་བྱུང་ཡོད་ས་རེད་དེ་ཚོ་དོན་གཅོད་ལས་ཁུངས་ཀྱི་རྩ་བ་ཅན་འགྲིག་གི་མ་རེད་ཆེན་པོ་དེ་འདྲ་བརྒྱབ་ན་དེ་བྱས་བྱས་ཨ་ནི་མ་དམར་གཏང་བྱས། ནིའུ་ཡོག་ལས་དེ་འདྲའི་ཚོར་བ་བྱུང་ཡོད་རེད་ག་ཟླ་ཚན་གཅིག་འཚོ་བའི་རྒྱུ་མཚན་ལ་བརྟེན་ནས་འགྲོ་ལོ་ཁྲི་ལྔ་བཅུ་བ་ལས་ཁེ་ཕན་རག་པའི་གི་བལྟས་སྟངས་ཡོད་རེད་དེ་ཚོ་ཕྲན་ག་དུས་ལ་སྡུག་ས་རང་བཅར་གི་ཡོད་ཡིན་ནམ་མི་མང་ཚོགས་འདུ་ལ་ག་རེ་ཡིན་པ་ཡིན་ནས་དངུལ་ལེན་ཡ་དེ་བྱས་པ་ཡིན་ན་ཨ་ནི་ཁོ་དངུལ་ལེན་པ་ཡིན་ན་མི་མང་ལེན་མ་ཐུབ་བའི་གནས་སྟངས་དེ་འདྲས་ཡོང་སྲིད་པ་རེད་བ། བྱས་ཙང་ད་ཁ་ཚིང་སྦེལ་ཇམ་ལ་ཡང་བོད་རིགས་སྤྱི་མཐུན་ཚོགས་པའི་ངོས་ནས་གོ་སྒྲིག་ག་རེ་ཞུས་ཡོད་རེད་ཟེར་ན་གཞོན་སྐྱེས་ཀྱི་ཚོགས་འདུ་བྱས་དེའི་རྗེས་ལ་ཨ་ནི་མི་མང་གི་ཚོགས་འདུ་མི་མང་གི་ཚོགས་འདུའི་སྐབས་ལ་གསོལ་ཚིགས་བཏང་ཡ་ལ་ཨ་ནི་རིན་པ་ཅིག་བརྒྱབ་བཞག་དེ་དུས་ངས་དོན་གཅོད་ལ་སྐད་ཆ་དྲིས་པ་ཡིན་ད་འདི་ཏག་ཏག་བསྡད་ཀྱི་རེད་བས་མ་འོངས་པ་ཆང་ཚོ་དགོངས་པ་བཞེས་དགོས་ཀྱི་འདུག་བོད་རིགས་ཚོགས་པ་ལ་བཀའ་མོལ་གནང་དུས་མི་མང་ལ་སྐད་ཆ་བཤད་དུས་ཚན་པ་རིན་པ་མེད་པ་ཆེད་དངུལ་སྲོང་འཇོག་བྱེད་དགོས་ཀྱི་ཡོད་ན་ཁོ་ཟུར་དུ་ལས་རིམ་ཅིག་བཟོ་བ་རེ་བ་བྱས་ན་དེ་ཕན་གྱི་རེད་ཕྱིན་ནས་དེ་ལམ་སྟོན་ཞུས་ཡོད་ད་ཡིན་ནས་གྲ་སྒྲིག་ཚང་མ་ཚར་ཚར་བཞག་ག་ས་ང་ཉིན་གོ་བརྒྱ་རུ་འབྱོར་པ་རེད་ཨིང་ལན་ནས་ཚུར། དེ་བྱེད་དུས་ལམ་སྟོན་ཞུས་པ་ཡིན། དེ་ནས་དེའི་དགོངས་དག་དེ་ང་ཚོ་སྐད་ཆ་བཤད་ཚར་བའི་རྗེས་ལ་དེ་དུས་ངས་དོན་གཅོད་དུ་ཞུས་པའི་སྐབས་ལ་ད་འདི་ཁོང་དེ་འདྲས་ཅིག་ཆགས་བཞག་ཆགས་སོང། ཨ་ནི་མི་རེ་རེ་རེ་རེ་ལས་ཡར་ནམ་རྒྱུན་ན་གཞན་གཅིག་གི་ཞལ་ལག་གི་དོད་འདྲ་བོ་ཆི་ཡུ་རོ་ཉི་ས་ལྔ་སུམ་ཅུ་ཞིག་མ་གཏོགས་རྒྱབ་དགོས་ཡོད་རྒྱུ་མ་རེད་ཟེར་ནས་འདུག་གསུངས་སོང། ད་གལ་སྲིད་རྙོག་དྲ་འདི་གསུང་གི་ཡོད་ན་འདི་མ་ཡིན་པའི་རྙོག་དྲ་ངས་ཤེས་ཀྱི་མེད། དེའི་རྐྱེན་ནི་མཐའ་མ་དེ་སུད་སི་བཏང་བའི་སྐབས་དེ་ལ་མི་རེ་རེ་ལ་ཡུ་རོ་ལྔ་བཅུ་ཡིན་ཞེས་ནི་བོད་རིགས་ཚོ་བས་གསུངས་ཤག་དེ་ངས་ཧ་གོ་ཡོད་མ་རེད་ང་རྒྱ་གར་ཚུར་ལོག་ཚར་ནས་མ་གཏོགས་ཧ་གོ་མ་སོང། དེ་ཕལ་སྐད་གོ་སྒྲིག་བྱེད་སྟངས་གཅིག་གི་གནས་སྟངས་ཀྱི་ཐོག་ནས་རེད་མ་གཏོགས་གཅིག་གི་དེ་སྲིད་སྐྱོང་གི་སྒོར་མོ་ཉིས་སྟ་ལྔ་ནས་ལྔ་བཅུ་ལ་ཡར་སྤར་མེད་ངས་གང་ཁོ་ཅི་རྙོག་ར་བཟོས་མེད་ད་བེལ་ཇམ་ལ། ད་དེ་སྔ་ནས་ཡོད་དེ་ཡོད་ན་ནི་ཁོ་གནས་ཚུལ་གཅིག་རེད་ད་ལྟ་གསར་པ་ཆགས་ཡོད་ན་ནི་དེའི་རྐྱེན་དེ་ཁ་ཁ་རེད་མ་གཏོགས་གཅིག་གི་སྲིད་སྐྱོང་གི་བཟོས་བྱས་པ་གང་ཡང་མེད་ཞེས་ནི།

བོད་ལྗོངས་སྤྱི་ཚོགས་ཀྱི་དབུས་ན་དཀའ་ངལ་འཕྲད་མཁན་ཡོད་མ་དེ་ཡིན་ནས་ང་ཚོའི་དགོས་མཁོ་དང་ང་རང་ཚོའི་གི་མིའི་ནུས་པ་དང་དཔལ་འབྱོར་གྱི་ནུས་པ་ཚང་མ་ལ་བརྟེན་ནས་གོམ་པ་རྒྱག་དགོས་རྒྱག་དགོས་བྱེད་དགོས་རེད་མ་གཏོགས་བྱེད་གི་ཁུ་རུ། སྤྱི་འཐུས་རྣམ་པ་ཚོའི་གི་དགོངས་པ་ལ་ཏན་ཏན་ཡོད་རེད་ང་ཚོའི་དཔལ་འབྱོར་གྱི་ནུས་པ་དང་མིའི་ནུས་པ་ཡོད་ན་ག་ཚོད་བྱེད་ཅེས་རྒྱལ་ཁབ་རེ་རེ་རེ་རེ་ནང་ལོགས་ལ་ཡ་དོན་གཅོད་ཁང་རེ་རེ་རེ་རེ་ཕྱེ་བྱས་པ་ཡིན་ན་འགྲིག་གི་འདུག་བ། ཡིན་ནས་ད་ལྟ་གི་ནུས་པ་དང་ཚང་མ་ཚང་ལ་བལྟས་བྱས་ནས་ང་ཚོ་གོམ་པ་རྒྱག་དགོས་ཡག་གི་གནས་སྟངས་གཅིག་ཆགས་གི་རེད་བྱིན་ཞོལ།

ཚོགས་གཙོ་ཟུར་པ་གཅིག་རེད། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་འདུའི་འགྲོ་ལུགས་དང་ལས་དོན་བྱེད་ཕྱོགས་མཁྱེན་མཁན་ཡོད་ཤག་གྲས་གཅིག་ཡིན། ཡིན་པ་ཡིན་ན་ཡང་ད་སྔོན་མ་གཅིག་ཚོགས་གཙོ་ལ་གཅིག་དཀའ་ན་དང་རྗེས་མ་ཁོ་རང་དགོངས་པ་མ་རོ་ཆགས་ཡོད་གནས་སྟངས་ཁ་ཤས་བྱུང་སོང་ད་ལྟ་ཚོ་རྒྱུད་རིམ་གཞན་པ་གཅིག་རེད། དེ་རིང་ཡང་ཨ་རིའི་དོན་གཅོད་དང་སྒྲོ་བཏགས་ནས་ག་རེ་ལ་སོང་ཟེར་ན།

དེ་ཚོགས་གཙོ་གི་ཡང་སྟངས་འཛིན་ཡག་པོ་ཤེས་ན་ཡག་པོ་འདུག་ཟེར་མ་གཏོགས་དེ་ནས་ག་བ་འཐེན་འཐེན་འདྲ་བ་ཅིག་དང་དེ་འདྲ་ཞིག་གི་དེ་ན་དེ་ནི་ང་ཚོས་ག་རེ་ཟེར་དགོངས་ནས་གྲོས་ཚོགས་འདི་ཡག་པོ་འགྲོ་གི་མ་རེད་བསམ་གི་འདུག་ཨོ་དེ་བརྒྱུད་རིམ་ཅིག་དེ་ཡག་པོ་ཤེས་ན་ཡག་པོ་འདུག་དེ་གང་ནང་བཞིན་ད་ལྟ་ངས་བཞེས་པ་ག་རེ་ཟེར་ན་ཧྥ་རན་སི་ལ་དོན་གཅོད་ཚུགས་ཚུགས་ཐུབ་པ་ཡིན་ན་ཡོ་རུབ་ཞི་མཐུན་རྒྱལ་ཁབ་ཀྱི་ཨང་རབས་གཉིས་པ་ཡིན་པ་དང་མང་ཚོགས་ཀྱི་ཆ་ནས་བསམ་བློ་དང་བློ་སོགས་དཔེ་མང་པོ་ཡོད་རེད་ཉིད་རེད་དེ་བཞེས་པའི་སྐབས་ལ་ཉེ་ཆར་ག་རེ་སྒོ་རྒྱ་བཞག་ན་འདྲ་བོ་གསུང་གི་འདུག་ཟེར་ངས་དེའི་སྐོར་ཚིག་གཅིག་བྲིས་ཡོད་མ་རེད་ཡིན་ནའང་གོ་བ་གཞན་པ་ཅིག་ལེན་འགྲོ་གི་འདུག་བར་དོན་སྲིད་སྐྱོང་གི་བར་དོན་སྲིད་སྐྱོང་མཆོག་གིས་འགྲོ་གི་ཤེས་ཀྱི་མེད་ན་དེ་འགྲོ་གི་ཤེས་ཀྱི་མི་འདུག་ཟེར་ན་ངས་ཡང་ཐབས་ཤེས་ཅིག་བྱེད་ཆོག་གི་རེད་བ། ཤེས་ཅིག་བྱེད་ཆོག་གི་རེད་བ། ཡང་ངས་དེ་གཞིས་ཆགས་ཀྱི་སྐད་སྒོ་ཐོག་དེ་བརྒྱབ་ན་ཡང་བརྒྱབ་ཤེས་ཀྱི་ཡོད་རེད། ཡིན་ན་ཡང་ད་བར་དོན་སྲིད་སྐྱོང་གིས་དེ་མ་ལབ་དུས་ངས་ད་འགྲོ་གི་དེ་བརྒྱབ་ཀྱི་ཡོད་རེད། གཅིག་ན་དེ་ཡིན་གྱི་རེད་གཅིག་ན་ཡང་གོ་བ་ལོག་པ་འདྲ་མི་འདྲ། སྒྲོ་མང་པོ་བཏགས་ནས་དེ་འདྲ་བྱེད་གི་འདི་ན་ང་ཚོ། གཅིག་ན་དཔལ་ལྡན་སྲིད་སྐྱོང་ད་ལྟ་ཟེར་གྱི་རེད་ང་ཚོ་བཙན་བྱོལ་བོད་མིའི་འགོ་ཁྲིད་རེད། ཆབ་སྲིད་ཀྱི་འགོ་ཁྲིད་རེད། དེ་འདྲ་གུ་དོག་པོ་དང་དཀའ་སྤྱད་ཚང་མ་སྐྱ་རེ་སྐྱ་རེ་ཉྭ་རེ་ཉྭ་རེ་བྱེད་ན། དེ་ནི་དངོས་ནས་ཆེ་མཐོང་ལག་ཁ་རེད་ད།

སྐབས་སོ་སོ་གི་དོན་གཅོད་དུ་སོགས་ཀྱི་ཧ་གོ་ཡོད་དང་ཡོད་མ་རེད་དེ་ཧ་གོ་དགོས་ཡོད་དང་གནད་འགག་རེད་ད་ད་ལྟ་ཞལ་ལག་བཏང་ཡང་གོ་དེ་གསུངས་སོ་ཨཱ་ནི། དོན་གཅོད་ཀྱི་ཧ་མ་གོ་ནི་དེ་དེ་ག་འདྲ་བྱེད་དགོས་རེད་ནི་དོན་གཅོད་ཀྱི་ཧ་གོ་འདུག་ད་ནོར་འཁྲུལ་བྱུང་ཡོད་ན་དོན་གཅོད་ཀྱི་བྱུང་འདུག་ཨཱ་ནི་དེ་འདྲའི་གུང་ཚད་ཆེན་པོ་བྱེད་རྒྱུ་ཡོད་མ་རེད་གུང་ཚད་ཆེ་ཡོད་ན་ཁྱུང་གུ་རུ་བསད་དེ་དོན་གཅོད་ཀྱི་སྐུ་ལབ་ཆུག་གུ་རུ་ཨཱ་ནི་དེ་དོན་གཅོད་ཀྱི་མ་ལབ་གར་ཅི་མ་བྱེད་པ་རེད། སྨྱུག་སྒྲ་འདུག་སོགས་ཡུང་ཡ་གི་ཡི་གེ་དུ་སོགས་མཐོང་གི་ཡོད་ན་དོན་གཅོད་ཀྱི་ད་ད་ལྟ་གནས་སྟངས་འདི་འདྲ་འདུག་སྙན་སེང་ཞུས་ཡོད་རེད་དང་ཞུས་ཡོད་མ་རེད་སོགས་དོན་གཅོད་ཀྱི་ཧ་གོ་ཡོད་རེད་ཡོད་མ་རེད་སོགས་དྲི་བ་དེ་རེད་ད།

གྲོས་ཚོགས་ཀྱི་ལས་རིམ་གྲུབ་མཚམས་བཀའ་རྙིང་གསལ་ཐབས་སླད་འཛོམས་རྒྱུ་གནང་རྒྱུ་གཏན་འཁེལ་བྱུང་འདུག་ཚོགས་པ་ཁག་གི་མིང། བོད་རིགས་ཚོགས་པ། ས་གནས་གཞོན་ནུ་ས་གནས་བུད་མེད་ཚོགས་པ་ས་གནས་ཆོལ་ཁ་གསུམ་དེ་ཚོ་ཆ་འདི་འདུག་གཞན་དེ་ཤོད། དེ་ནས་ད།

དེ་གསུངས་ནང་སོ་ད་ད་ལྟ་སོ་ཇ་བར་སེང་སྐབས་ལ་དེ་གསུངས་གི་འདུག་ད་དངུལ་ད་ལྟ་ཅིག་གསུངས་གནང་གི་འདུག་ད་ལྟ་གསོལ་ཚིགས་སྐབས་ཀྱི་དངུལ་བཞག་ཕྱོགས་དེ་སྐོར་ལ་བར་སེལ་དོན་བར་སེལ་དོན་གཅོད་ཀྱི་མཁྱེན་གི་མི་འདུག་ཞེས་ནས་དེ་ཞུ་ཡ་ཡིན། དེ་ནས།

དེ་ཚོ་འབྲེལ་བ་དེ་གར་ཆགས་ཡོད་མེད་ཤེས་མ་སོང། ཚོགས་འདུ་འགྲོ་ལུགས་དང་ལས་དོན་བྱེད་ཕྱོགས་ཀྱི་སྒྲིག་གཞི། ཚོགས་གཙོ་ཡིན་པའི་སྐབས་ལས་ཡག་མཐའ་དཔྱོད་ཅིག་ལྟ་གི་ཡོད་ད་ལྟ་ཡིན་པ་ཡིན་ནས་ཚོགས་འདུའི་འགྲོ་ལུགས་དང་ལས་དོན་བྱེད་ཕྱོགས་གཞི་བཟུང་འགྲོ་བསྡད་ཀྱི་ཡོད་ཕྱིན། དེ་ཅིག་ཞུ་ཡ་ཡིན་ཨ་ནི་དེ་ནས་ད་ཡང་གསུང་སྟངས་ཅིག་རེད་ད་ག་རེ་གསུང་གི་ཡོད་མགོ་ཚོས་གི་མི་འདུག་དེ་སྔའི་ལ་གནས་ཚུལ་ག་ཤེད་བྱུང་ཚར་རེད་གདོང་པ་དམར་པོ་ཆགས་དགོས་ཡ་དེ་འདྲ་ཆགས་ཚར་རེད་ཟེར་ནས་གསུངས་སོང་དེ་ག་རེའི་སྐོར་ལ་གསུང་གི་ཡོད་མེད་མགོ་ཚོས་ཀྱི་མི་འདུག་ད་ག་འདྲ། དེ་དང་འབྲེལ་བའི་ཐོག་ནས། ཧྥ་རན་སི་དེ་ཡོ་རོབ་གནའ་ལོ་ལ་ཨང་ཀི་གཉིས་པ་ཡིན་པའི་གི་རྒྱུ་མཚན་གསུངས་བ་རེད། ཁ་ཤས་ཀི་མི་འབོར་ཆེན་པོ་ཡིན་པའི་རྒྱུ་མཚན་གསུངས་བ་རེད། དེ་བྱས་ནི་ཧྥ་རན་སི་དོན་གཅོད་བཙུགས་གི་འདུག་བྱས་ནི་གཉིས་ཀ་གསུངས་གི་ཡོད་དུས། མི་འབོར་དང་སྦྲགས་ནས་ད་ངི་ལན་ཞུ་ཡ་དེ་འདུག་བྱས་ནི་ཞུས་བ་ཡིན་བྱས་ནི། འདི་ཞུ་གི་ཡོད་རེད། འཛམ་བུ་གླིང་གནའ་ལོ་ལས་ཡང་ལུང་པ་སྟོབས་ཆེན་པོ་མང་པོ་ཡོད་རེད། ཡང་དེ་འདྲའི་བརྩི་གི་ཡིན་ན་སྟོབས་ཆེ་ཤོས་དེ་རྗེན་མ་ནི་ཆགས་ཀྱི་ཡོད་རེད་དེ་འདྲའི་གི་ཡོ་རོབ་ནང་ལོག་ཆ་བཞག་གི་ཡིན་ན་ཡང་དེ་འདྲའི་གི་གནས་སྟངས་ཡོད་རེད་ཟིན་ད་དེ་ཚོ་ག་རེ་བྱེད་དགོས་ཀྱི་ཡོད་ནས་འཛིན་སྐྱོང་གི་གནས་ཚུལ་མང་པོ་ཅིག་རྟོགས་ནས་རྒྱ་ཆེ་ས་ནས་བསམ་བློ་བཏང་ཆེད་ལས་ཀ་བྱེད་འགྲོ་བསྡད་ཀྱི་ཡོད་ཞེས་ནས་འདི་ཞུ་ཡ་ཡིན། ད་འབྲོག་སྐད་ཤེས་མི་ཤེས་དེ་ནི་ངའི་ཧ་མ་གོ་འབྲོག་སྐད་ད་འབྲོག་སྐད་དང་རོང་སྐད་ཀྱི་པ་ར་ལ་དབྱེ་བ་ག་རེ་ཡོད་མེད་ཧ་མ་གོ་ད་ལྟ་གང་གསུང་གི་ཡོད་པ་དེ་ག་དེ་གོ་གི་འདུག་ཟིན་ཞུ་ཡ་ཡིན། གཞིས་ཆགས་ཀྱི་སྐད་རྒྱབ་དགོས་དགོས་ཟིན་གཞིས་ཆགས་སྐད་ཁ་ཁ་ཅིག་ཡོད་པ་འདི་རྒྱབ་དགོས་ཡ་གལ་མི་འདུག་ད་ལྟ་གང་གསུང་གི་ཡོད་པ་ཆ་ཚང་ཅིག་གོ་གི་འདུག་དེ་ཞུ་གི་ཡོད། སྒྲོ་བཏགས་དགོས་ཡ་དེ་འདྲའི་རྒྱུ་མཚན་གང་ཡང་མེད་སྐད་ཆ་ག་རེ་བཤད་པ་ཡིན་ན་དྲང་པོ་གང་ཡིན་པ་དངོས་ཡོད་ག་རེ་ཡིན་པ་དེ་ཞུ་གི་ཡོད་མ་གཏོགས་ཅིག་གིས་འདི་ལ་སྒྲོ་བཏགས་སྐུར་འདེབས་བྱས་བྱས་ཡ་དེ་འདྲའི་བསམ་བློའི་ནང་ལ་མེད། དེ་ནས་ཀུ་རེ་སྤྱི་འཐུས་གཞན་པ་གཅིག་གིས་གསུང་ཡ་དེ་རེད་ད་འབྲས་ནི་ཉོག་དྲ་ཆགས་དེ་རེད་ཟེར་ནས། འབྲས་ནི་ད་ཆགས་ཀྱི་ཡོད་ཅི་རེད་ཡིན་ནའི་གཅན་ཚ་དེ་དོན་གཅོད་ཆགས་ཀྱི་ཡོད་ག་ས་དེ་སྲིད་སྐྱོང་ཆགས་ཀྱི་མེད་ཟེར་ནས་ཞུ་ཡ་ཡིན་དེ། ག་རེ་ཟ་གོ་སྒྲིག་ཞུས་ངེས་དེ་བོད་རིགས་ཚོགས་པས་གོ་སྒྲིག་ཞུ་གི་ཡོད་རེད་ད་ག་བ་འགྲོ་ནས། དོན་གཅོད་ལས་ཁུངས་ཀྱི་བོད་རིགས་ཚོགས་པ་མཉམ་དུ་དུས་ཚོད་དེ་གཏན་འཁེལ་གྱི་ཡོད་རེད། ཨ་ནི་ལས་རིམ་འདི་གང་ལ་སུས་སུས་སྐད་ཆ་བཤད་དགོས་དགོས་ཡོད་མེད་དེ་གཏན་འཁེལ་གྱི་ཡོད་རེད་མ་གཏོགས་གཅིག་གིས་ལས་རིམ་བང་སྒྲིག་ཡ་དང་མི་མང་ལ་ཡ་ཚོགས་བརྡ་བཏང་ཡ་དང་ཆ་ཚང་གཅིག་ཛམ་བུ་གླིང་ག་བ་ཕྱིན་པ་ཡིན་ནས་བོད་རིགས་སྤྱི་མཐུན་ཚོགས་པ་ཚོ་གིས་གནང་བསྡད་ཀྱི་ཡོད་རེད་མ་གཏོགས་གཅིག་གིས་གཞན་པ་ཚོ་གཅིག་གནང་གི་ཡོད་མ་རེད། ད་དོན་གཅོད་ཀྱི་ཤིང་གི་ཡོད་རེད་ཡོད་མ་རེད་ཟེར་ཏེ་ད་ངས་ངའི་ལན་ནས་འཕྲོད་ཆེད་ཕལ་ཆེར་གཅིག་ཞུས་པ་ཡིན་ད་ལྟ་དཔལ་ལྡན་ཕྱི་དྲིལ་བཀའ་བློན་མཆོག་གིས་དེ་འདྲ་མ་གསལ་པོ་བྱས་ནས་གསུངས་གནང་སོང། དོན་བརྗོད་ཀྱི་ཤེས་ཀྱི་མི་འདུག་ཤེས་ཀྱི་མེད་པའི་རྒྱུ་མཚན་བསྟན་ནས་ག་རེ་གསུང་གི་ཡོད་རེད་ཟེར་ན། ད་དགོན་བདག་གསོལ་ཚིགས་བཞག་ཡོད་པ་དེ་ཤེས་ཀྱི་འདུག་དེ་མ་གཏོགས་གཅིག་གིས་གསོལ་ཚིགས་ལ་གོང་ག་ཚོད་བཞག་གི་ཡོད་མེད་དེ་ཤེས་ཀྱི་མི་འདུག་དེ་ཡིན་དུས་སྐད་ཆ་དྲིས་པའི་སྐབས་ལ་ཡུ་རོ་གཉིས་རྩ་ལྔ་སུམ་ཅུ་ཟིན་གྱི་རེད་ད་ནམ་རྒྱུན་འདི་ག་ཞིག་རྒྱག་གི་ཡོད་རེད་དགོན་བདག་ཁ་ལག་དེ་འདྲས་ལ་འཛོམས་པའི་སྐབས་ལ་དེ་འདྲས་བྱས་ནས་ང་ལ་གསུངས་པ་རེད། ད་ཡུ་རོ་ལྔ་བཅུ་བརྒྱ་བས་འདི་བོད་རིགས་ཚོགས་པ་རང་གི་ཐག་གཅོད་རེད་དེ་གནང་བ་རེད་དེའི་རྐྱེན་བྱས་ནས་གནས་ཚུལ་ཆགས་ཡོད་པ་ཡིན་ན་ད་ལྟ་ཆགས་ཡོད་ཀྱི་རེད་མ་གཏོགས་གཞན་པ་སྤྱི་ཟླ་གཉིས་པའི་ཚེས་བཞི་ལ་ཕྱིན་ནས་ང་སྤྱི་ཟླ་ལྔ་གཉིས་པའི་གི་ཚེས་ལྔ་ཉིན་མོ་དེ་ལ་རྒྱ་གར་སྦེང་ལོར་ཚུར་ཐོན་ཡོང་ནས་གཞི་ནས་གནས་ཚུལ་འདི་སྐོར་གོ་སོང་སྒོར་མོ་ལྔ་བཅུ་དེ་འདྲ་བརྒྱབ་ཡོད་པ་བྱིན་པ་དངོས་ནས་ཕྱིན་ན་ང་འདི་དགོན་བདག་དེ་ག་རང་ཡོད་རེད་དེ་སོ་ངས་སོ་བྱེད་མཁན་བྱུང་མ་སོང་ད་ད་ལྟ་སྤྱི་ཟླ་གཉིས་པའི་གི་ཚེས་ཉི་ཤུ་རྩ་གསུམ་ལ་རྩ་གཉིས་ལ་ཕེ་ཁེ་འབྱོར་བྱས་རྩ་གསུམ་རྩ་བཞི་རྩ་ལྔ། རྩ་དྲུག་བར་དུ་ཉི་མ་བཞི་བྷེ་ཀའི་སྦེལ་ཇམ་ལ་བསྡད་པ་ཡིན། བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ཀའི་ཚོགས་འདུ་ལ་ཕེབས་བཞག་དོན་གཅོད་ཀའི་ཚོགས་འདུ་ལ་ཕེབས་ཡོད་རེད་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་འདུ་ལ། སྐབས་དེ་དུས་ཚིག་གཅིག་ད་ལྟ་དཀའ་ངལ་འདི་འདྲ་འཕྲད་ཡོད་ཟེར་ནས་གསུང་ངེས་མི་འདུག་ད་ད་ལྟ་གནས་ཚུལ་འདི་གསུངས་ཡོད་འགོ་རེད་དེའི་རྒྱུས་ནས་ད་ག་འདར་བྷེ་ཀའི་ས་གནས་ལ་དཀའ་ངལ་བཤད་དེ་ཨ་རི་དོན་གཅོད་ལས་ཁུངས་ནས་ཚུར་ལོན་ར་ཡ་དེའི་བོད་རིགས་ཚོགས་པ། གཞོན་ནུ། བུད་མེད་ཆོལ་ཁ་གསུམ་ཚང་མ་མཉམ་དུ་བྱས་རྗེས། ཨ་ནི་གྲོས་ཚོགས་ཚར་བ་དང་སྟབས་ཕལ་ཆེར་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚར་བ་དང་ཨ་ནི་ཁོང་ཚོ་འཛོམས་བྱས། འདི་དཀའ་སེལ་ཐབས་ལམ་བཏོན་ཡག་གི་ཐོག་ལ་ཡག། དེ་འདྲའི་འཛོམས་ཡག་གི་ཐག་ཅིག།

ཐད་ཀར་དྲི་བ་མ་དྲིས་ནས་ཤུགས་ལ་གོ་བ་ལེན་ཡ་མཛད་སྐབས། ཞི་འདི་ལྷན་ཚོགས་ཀྱི་ལས་དོན་བྱེད་ཕྱོགས་ཀྱི་སྒྲིག་གཞི་དང་དེ་ནང་ན་ག་བ་ཡོད་རེད་ཟེར་ངེས་དེ་ཞིག། དཔལ་ལྡན་དཔལ་འབྱོར་བཀའ་བློན་མཆོག། དཔལ་ལྡན་ཚོགས་གཞོན་མཆོག། ད་ཤུགས་ལ་གོ་བ་ལེན་དགོས་ཟེར་ད་རིང་འདི་ད་ལྟ་དེ་འགྲོ་བསྡད་དེ་སྦེལ་ཇམ་དོན་གཅོད་སྒང་འགྲོ་བསྡད་ཡོད་རེད། ཁ་སང་ཨ་རིའི་དོན་གཅོད་ཀྱི་སྐབས་ལ་ཡང་ངས་ཤུགས་ལ་གོ་བ་ལེན་དགོས་ཟེར་དོན་དག་ག་འདྲ་ཅིག་གིས་གནས་སྟངས་ག་འདྲ་ཅིག་གི་འོག་ལ་བཞུགས་ཡོད་མེད་ད་ལྟ་དྲན་གྱི་མི་འདུག་དེ་ཡིན་གྱི་བསམ་པ་ལ་ཡ། ཨ་ནི། འདི། གི། ཤུགས་ལ་གོ་བ་ལེན་དགོས་རེད་བྱས་འདི་གི་བྱིས་པ་གཅིག་གི་གནོད་ཚབ་ཆེན་པོ་འདི་ནས་ག་འདྲས་ཆགས་ཀྱི་ཡོད་མེད་དེ་ཤེས་མ་སོང། སྦར་སིལ་སྐུ་ཚོགས་དོན་གཅོད་ལས་ཁུངས་ཀྱི་རྒྱུན་བདམས་ཏེ་ས་ཡ་སུམ་ཅུ་སོ་དགུ། སྐྱེས་འབུམ་ཉིས་ཁྲི་སུམ་སྟོང། དགུ་བརྒྱ་ཉེ་ཤོས་དེ་ཤི་རྨས་ཀྱི་ཐོག་ནས་གཏན་འབེབས་བྱས་པ་ལ་བཀའ་ཤག་སྨད་བ་སོ་སོ་དེས་ཤི་རྨས་ཀྱི་ཐོག་ནས་གཏན་འབེབས་ཞུས་པ་ཡིན།